ལྷན་རྒྱས་སྐམ་བཟང། ཁ་རྩང་སྤྱི་ལོ་ཉིས་སྟོང་ཉི་ས་དྲུག་ཟླ་བ་ལྔ་པའི་ཚེས་བཅུ་གསུམ་ཉིན། ཨ་མི་རི་ཀའི་སྲིད་འཛིན Donald Trump རྒྱ་ནག་ལ་འབྱོར་བ་དང། དེ་དང་སྟབས་བསྟུན་བྷི་བྷི་སི་གསར་ཁང་ནས་ཚོང་ལས་དང་ཨི་རན། ཐའེ་ཝན་བཅས་ཀྱི་གྲོས་མོལ་བྱེད་རྒྱུ་ཡིན་པའི་གསར་འགོད་རྩོམ་ཡིག་ཞིག་བྲིས་འདུག་པས། ངས་དེ་བོད་སྐད་ཐོག་ཕབ་ལེན་བྱས་ཏེ་ཞུ་རྒྱུ་ཡིན་པས་ཚང་མས་གསན་གཟིགས་སྤྲོ་བོ་ཡོང་བར་ཞུ། རྩོམ་ཡིག་དེའི་ནང་གསུང་དོན་ལ་ཁ་ཚང་གཟའ་ལྷག་པའི་གོང་འོག་ཨ་མི་རི་ཀའི་སྲིད་འཛིན Donald Trump གྱི་མཁའ་དབྱིངས་གནམ་གྲུ Air Force One པེ་ཅིང་དུ་བབས་ཏེ། ཁོང་ལ་སྣེ་ལེན་གཟབ་རྒྱས་ཞུས་ཡོད་པ་དང། ད་ཆ་ཉིན་གཉིས་ཀྱི་འཚམས་འདྲིའི་རིང། འཛམ་གླིང་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་ཚོང་ལས་ཀྱི་ཁྲལ་དང་འཕྲུལ་ཆས་ཀྱི་འགྲན་རྩོད། ཨི་རན་ནང་གི་དམག་འཁྲུག། གཞན་ཡང། ཨ་རི་དང་ཐའེ་ཝན་བར་གྱི་འབྲེལ་ལམ་བཅས་ཀྱི་སྐོར་ལ་གོ་བསྡུར་བྱེད་རྒྱུ་ཡིན་པ་དང། ད་ཆ་སྲིད་འཛིན་ཀྲོམ་རྒྱ་ནག་ལ་ཕེབས་སྐབས་ཉིས་སྟོང་བཅུ་བདུན་ལོར་ཕེབས་སྐབས་དང་མ་འདྲ་བར་རྒྱ་ནག་དེ་ད་ཆའང་སྔར་ལས་མ་འདྲ་བར་སྟོབས་ཆེ་རུ་ཆགས་ཏེ་ཡོད་པ་དང་ད་དུང་སྲིད་འཛིན་ཀྲོམ་གྱིས་དཀྱིལ་ཤར་ཁུལ་གྱི་དམག་འཁྲུག་དེ་ཐག་མ་ཆོད་པར་དཀའ་རྙོག་ངང་ཡོད་པས་མང་པོས་སྲིད་འཛིན་ཀྲོམ་ལ་སྐྱོན་འཛུགས་ངང་ཡོད་པར་བཅས་ཞེས་ཡོད་དོ། དེ་ནས་མུ་མཐུད་གསུང་དོན་ལ། ཐོག་མའི་འཆར་གཞི་བྱས་ན། ད་ཆ་ཐུག་འཕྲད་དེ་ནི་ཕྱི་ཟླ་གསུམ་པའི་ནང་འཆར་གཞི་བཀོད་ཡོད་པ་དང། ཡིན་ན་ཡང་ཨ་རི་དང་ཨིས་རལ་ཨི་རན་བར་གྱི་དམག་འཁྲུག་གི་རྐྱེན་པས་ད་ཆ་ཕྱི་ཟླ་ལྔ་པའི་ཚེས་པ་བཅུ་གསུམ་བར་འཕར་འགྱངས་བྱས་ཡོད་པ་རེད། དེ་ནས་མུ་མཐུད་ཞིབ་ཕྲ་གསུང་དོན་ལ། སྲིད་འཛིན་ཀྲོམ་ནི་ལན་ཞུ་རྒྱུར་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲེང་ཕེབས་བསུར་ཕེབས་ཡོད་པ་དང། དེ་ནི་གནད་དོན་དབྱེ་ཞིབ་པ་མང་པོས་སྲིད་འཛིན Trump ལ་གོ་ཞབས་ཀྱི་རྣམ་པ་ཞིག་སྟོན་གྱི་ཡོད་པའི་ཡོད་རབས་བཤད་ཀྱི་ཡོད་པ་རེད། ཡོངས་འཛིན་ནི་སྔར་དང་བསྡུར་ན་ད་ཆ་སྣེ་ལེན་ཕེབས་བསུ་བྱེད་མཁན་གྱི་འགོ་ཁྲིད་དེ་གོ་གནས་མཐོ་བ་ཞིག་ཡིན་པར་བརྟེན་ཡིན་པ་རེད་འདུག་དེ་མ་ཟད་ཡང Red Carpet ཡང་ན་དེའི་དམར་པོ་སྟེང་དེ་ཕེབས་བསུའི་ཆེད་རོལ་དབྱངས་བཏང་བ་དང་གཞན་ཕེབས་བསུ་བྱེད་མཁན་ཁག་ཅིག་གིས་སྒྲིག་ཆས་གྱོན་ཏེ་ཨ་རིའི་རྒྱལ་དར་དང་རྒྱ་ནག་གི་རྒྱལ་དར་འཁྱེར་ཏེ་དགའ་བསུ་ཞུ་དགའ་བསུ་ཞུ་ཞེས་འབོད་སྒྲ་བསྐྱོན་གནང་ཡོད་པ་རེད། ཨ་རིའི་སྲིད་འཛིན་ཀྲམ་གྱི་ལྷན་དུ་ཁོང་གི་བུ་ཨེ་རིག་ཀྲམ་དང། ད་དུང་ཨ་མི་རི་ཀའི་འཕྲུལ་རིག་ཚོང་ལས་ཁག་གི་མགོ་ཁྲིད་ཁག་ཅིག་ལྷན་དུ་ཕེབས་ཡོད་པ་རེད། དེ་དག་ནི།

དེ་ནས་རྩོམ་ཡིག་དེ་ནང་མུ་མཐུད་གསུང་དོན་ལ། སྤྱི་ཚོགས་དྲ་རྒྱ་དེའི་ནང་བཤད་པ་དེ་ནི། ངས་སྲིད་འཛིན་ཞི་ཅིང་ཕིང་ལ་ཐུག་སྐབས་བཀའ་མོལ་དང་ཤོས་དེ་དེ་ཞུ་རྒྱུ་ཡིན་ཅེས་བཤད་ཡོད་འདུག་རྩོམ་ཡིག་དེའི་ནང་མུ་མཐུད་གསུང་དོན་ལ། ད་ཆ་རྒྱལ་ཁབ་དེ་གཉིས་བར་ཚོང་འབྲེལ་དེ་ནི་ཞན་དུ་འགྲོ་ཡོད་པ་དང་དེའི་རྒྱུ་མཚན་ནི་ཉེ་ཆར་ཁོ་གཉིས་བར་གྱི་ཚོང་གི་ཁྲལ་པར་ཕྱོགས་ཀྱི་དཀའ་རྙོག་དེ་ལ་རྐྱེན་པས་ཡིན་འདུག་དེ་ནི། ཨ་རི་དང་རྒྱ་ནག་བར་གྱི་ཚོང་འབྲེལ་འབྲེལ་བ་དེ་ནི། ཉིས་སྟོང་ཉི་ས་གཉིས་ལོར་ཨ་རིས་འབྲུག་ལོར་སྦི་ལིན་ཡང་ན་དུང་སྒྱུར་དྲུག་བརྒྱ་གོ་བཅུ་ཙམ་ཡིན་པ་དང་དེའི་རྗེས་སུ་ལོ་སྔོན་མའི་ཚད་གཞི་བྱས་ན། བི་ལིན་བཞི་བརྒྱ་བཅུ་བཞི་ཡང་ན་དུང་ཕྱུར་བཞི་བརྒྱ་བཅུ་བཞི་ལ་སླེབས་ཡོད་པར། དེ་དག་གི་དྲུག་བརྒྱ་ནི་བཞི་བརྒྱ་བར་མར་ཆགས་ཡོད་པ་རེད། དེའི་ཐོག་སྲིད་འཛིན་ཀྲམ་མཆོག་གིས་རྒྱལ་ཁབ་གཉིས་ཀྱི་ཚོང་དོན་གྱི་གྱོང་གུད་དེ་ཡང་མར་ཕབ་རྒྱུའི་རེ་བ་བྱེད་ཀྱི་ཡོད་པ་རེད། ན་ནིང་ཨ་རིས་རྒྱ་ནག་ནས་དངོས་ཟོག་ཕྱིར་གཏོང་བྱས་པ་ལས་ཨ་སྒོར་དུང་ཕྱུར་ཉིས་བརྒྱ་ལྷག་གི་ཚོང་ཟོག་ནང་འདྲེན་བྱས་ཡོད་པ། དེ་ནི་ཨ་རིས་ཕར་བཙོང་རྒྱུ་དང་ཚུར་ཉོ་རྒྱུ་བྱས་ན། ཚུར་ཉོ་རྒྱུ་དེ་ཨ་རིས་བི་ལིན་ཉིས་བརྒྱ་ལྷག་མང་བ་ཉོ་གི་ཡོད་པ་དེ་སྲིད་འཛིན་ཀྲམ་མཆོག་གིས་ཉུང་རུ་གཏང་རྒྱུའི་རེ་བ་བྱེད་ཀྱི་ཡོད་པ་རེད། ཡིན་ཡང་རྩོམ་ཡིག་དེའི་ནང་མུ་མཐུད་གསུང་དོན་ལ། རྒྱ་ནག་གིས་རང་ཉིད་ཀྱི་ཕྱོགས་ནས་འཛམ་གླིང་ཡོངས་ཀྱི་མིས་བཟོས་རིག་ནུས་མཚོན་ཆའི་བཟོ་སྐྲུན་བྱེད་རྒྱུ། མང་དུ་གཏོང་གི་ཡོད་པ་དང་ད་དུང་གཞན་དང་མཉམ་དུ་འགྲན་བསྡུར་བྱེད་ཀྱི་ཡོད་པ། དེ་ཡི་བྱེད་སྒོ་ན། ཨ་རིས་བཟོས་པའི་གློག་ཀླད་ཀྱི Chips རྩིག་པོད་དེ་རྣམས་རྒྱ་ནག་ལ་གོ་གི་ཡོད་པ་དང། ཡིན་ན་ཡང་ཨ་མི་རི་ཀའི་ནང་ཡོད་པའི་མང་པོས་རྒྱ་ནག་གིས་ང་ཚོས་འཕྲུལ་ཆས་རིགས་རྐུ་མ་རྒྱབ་ཀྱི་རེད་བསམ་པའི་སེམས་ཁྲལ་ངང། ད་ཆ་གློག་ཀླད་ཀྱི Chips རྣམས་རྒྱ་ནག་ལ་ཚོང་རྒྱུ་བཀག་སྡོམ་བྱེད་དགོས་པའི་གོ་རབས་ཤིག་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གི་ངོས་ནས་འཕྲུལ་ཆས་མང་པོའི་ནང་གོ་རྒྱུ་ཡོད་པའི་རང་བྱུང་གི་གཏེར། Rare Earth Metals། ཡང་ན་ལྕགས་རིགས་དེ་ཡིས་བེད་སྤྱོད་བྱས་དེར་ང་ཚོར་གློག་ཀླད་ཀྱི Chips མ་ཚོང་ན་ང་ཚོས Rare Earth ཕར་བཙོང་རྒྱུ་མེད་ཅེས་པའི་ཆེད་དེ་དཀའ་ངལ་བཟོས་སྲིད་པ་ཞིག་ཡིན་པས་དེ་ནི་སྔར་ཁོ་ཚོས་ཚོང་ལས་ཀྱི་ཁྲལ་དཔར་ཕྱོགས་ཀྱི་རྙོག་གླེང་སྐབས་པེ་ཅིང་གིས་ད་ཆ Rare Earth Metals ཞེས་པ་དེ་ཨ་རི་ལ་ཚོང་རྒྱུ་བཀག་སྡོམ་བྱས་ཡོད་པ་རེད། དེ་ནས་ཚོང་ལས་ཀྱི་སྐོར་གཞན་རྩོམ་ཡིག་དེའི་ནང་བཀོད་རྒྱུ་ནི། སྲིད་འཛིན Trump གྱིས་རྒྱ་ནག་གིས་ང་ཚོས་ཨ་རིའི་འགྱིང་ལས་དངོས་ཟོག་ཉོ་དགོས་པའི་གོ་དོན་སྟོན་རྒྱུ་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་པ་དང། ད་དུང་རྒྱ་ནག་གིས་ཨ་རིས་ང་ཚོས་དངོས་ཟོག་རྣམས་ཁྲལ་ཉུང་དུ་གཏང་དགོས་པའི་གོ་དོན་སྟོན་རྒྱུ་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། གཞན། རྩོམ་ཡིག་དེའི་ནང་གསུངས་དོན་ལ་ད་དུང Trump གྱིས་རྒྱ་ནག་ལ་ཕེབས་སྐབས་ཤེས་དགོས་པའི་གནད་དོན་ཁག་ཅིག་ནི། ཁོང་གཉིས་ཀྱི་མཇལ་འཕྲད་སྐབས་ཨི་རན་གྱི་དམག་འཁྲུག་སྐོར་གྲོས་མོལ་བྱེད་རྒྱུ་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་པ་དང། དེ་ནི་རྒྱ་ནག་ལ་དོ་སྣང་འབོར་ཆེན་ཨི་རན་ནས་ཐོབ་ཀྱི་ཡོད་པ་དང་ད་ཆ་དམག་འཁྲུག་དེ་ལས་རྐྱེན་ཧོར་མུས་མཚོ་ཁ་དེ་བཀག་སྟེ་རྒྱ་ནག་ལ་ཨི་རན་བརྒྱུད་དེ། དོ་སྣུམ་རྣམས་ཐོབ་རྒྱུ་ཁག་པོ་ཆགས་ཡོད་པ། དེ་མ་ཟད་རྒྱ་ནག་དང་ཨི་རན་བར་གྱི་ལོ་མང་རིང་ཆབ་སྲིད་དང་དཔལ་འབྱོར་གྱི་འབྲེལ་བ་ཟབ་པོ་ཡོད་པར་བརྟེན་སྟོང་ཙང་འགོ་ཁྲིད་གཉིས་ཀྱིས་དེའི་སྐོར་གླེང་རྒྱུ་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། མང་པོས་བཤད་ཚུལ་བྱས་ན། རྒྱ་ནག་གིས་ཨི་རན་ལ་ཆབ་སྲིད་དང་དཔལ་འབྱོར་གྱི་ཤུགས་སྣོན་སྤྲད་རྒྱུས་ཨ་རིས་རྒྱ་ནག་ལ་གནོན་ཤུགས་སྤྲད་རྒྱུ་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། དེ་ནི་སྲིད་འཛིན་ཀྲོམ་པས་ཝ་ཤིང་ཏོན་ནས་རྒྱ་ནག་ཕྱོགས་སུ་མ་ཐོན་གོང་ལ། ཝ་ཤིང་ཏོན་ནང་དུ་གསར་འགོད་པ་ཁག་ཅིག་ལ་གསུང་དོན་ལ། ངས་ཞི་ཅིང་ཕིང་སླད་དུ་བཀའ་མོལ་རྒྱུན་རིང་པོ་ཨི་རན་ཐོག་ལ་གནང་རྒྱུ་ཡིན་པས། ཡིན་ན་ཡང་ང་ཚོར་དཀའ་ངལ་འདི་སེལ་ཐབས་ཆེད་རྒྱ་ནག་ནས་ཕྱག་རོགས་དགོས་ཀྱི་མེད་ཅེས་བཤད་ཡོད་འདུག་དེ་ནས་སྦི་བི་སིའི་རྩོམ་ཡིག་ནང་མུ་མཐུད་གསུང་དོན་ལ། རྒྱ་ནག་ཡང་དམག་དེ་མཚམས་འཇོག་དགོས་རྒྱུའི་རེ་བ་བྱེད་ཀྱི་ཡོད་པ་དང་གང་ལ་ཟེར་ན་སྣུམ་གྱི་རིན་གོང་འཕར་བ་ལ་བརྟེན་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་བཟོས་ཀྱི་ཡོད་པ་ཡིན་འདུག་ད་དུང་དེ་མ་ཟད་ཁོང་ཚོས་མཇལ་འཕྲད་དེའི་སྐབས། ཐེ་ཝན་གྱི་དཀའ་རྙོག་དེ་ཡིས་རྐྱེན་པས་ཚོགས་འདུ་དེ་ལ་ཅུང་ནས་གནོན་ཤུགས་འབྱུང་རྒྱུ་ཡིན་པ་རེད་ཅེས་བཤད་ཡོད་པ། ད་དུང་སྲིད་འཛིན Trump སྲིད་གཞུང་གིས་ཐེ་ཝན་གྱི་ཐོག་ལ་ལྟ་ཕྱོགས་ཡང་ན་བརྡ་མི་འདྲ་བ་དང་ཡང་ན་གསལ་པོ་མེད་པ་ཞིག་བཏོན་ཡོད། དེ་ནི་ཕྱོགས་གཅིག་ནས་ཐེ་ཝན་ལ་མཚོན་ཆ་མང་པོ་བཙོང་རྒྱུར་ཆོག་མཆན་སྤྲོད་པ་དེས་ཐེ་ཝན་གྱི་རྒྱལ་སྲུང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དང། ཡང་ཕྱོགས་གཞན་ཞིག་ནས་རྒྱ་ནག་གི་སྒེར་བདེན་ཐེ་ཝན་ལ་གཏོར་རྒོལ་བྱས་ན། ཨ་མི་རི་ཀས་ཐེ་ཝན་ལ་སྲུང་སྐྱོབ་བྱེད་རྒྱུ་དེ་དམ་བཅའ་སྐབས་རེ་བརྟན་པོ་མེད་པའི་རྣམ་འགྱུར་ཡང་སྟོན་ཡོད། ཡིན་ནའང་ཁ་སང་གཟའ་པ་སངས་ཉིན་ཨ་རིའི་ཆབ་སྲིད་ཚོགས་པ་སྤྱི་མཐུན་ཚོགས་པ་དང་མང་གཙོ་ཚོགས་པ་གཉིས་ཀྱི་གྲོས་ཚོགས་གོང་མའི་འཐུས་མི་ཚོས་སྲིད་འཛིན་ཀྲམ་ལ་ཡི་གེ་ཞིག་བཏང་སྟེ་སྲིད་འཛིན་ཀྲམ་ལ་ཨ་རིས་ཐེ་ཝན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ཅེས་གསལ་པོར་བརྗོད་དགོས་པའི་རེ་སྐུལ་བྱས་ཡོད། དེ་བཞིན་ཁོ་ཚོས་སྲིད་འཛིན་ཀྲམ་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་ལ་ཤེས་དགོས་རྒྱུར་ཨ་རིས་གྲོས་ཚོགས་ནས་ལོ་སྔོན་མར་ཐེ་ཝན་ལ་མཚོན་ཆ་ཨ་སྒོར་དུང་ཕྱུར་བཅུ་བཞི་ཙམ་གྱི་རིན་ཐང་ཡོད་པའི་ཚོང་བརྒྱུད་ཆོག་མཆན་སྤྲད་ཡོད་པའི

ཁྱེད་ཀྱིས་དཔལ་འབྱོར་གྱི་རྩེད་ཐང་ཆ་སྙོམས་བཟོས་བར་ཡང་ན་ཚོང་འབྲེལ་དང་དཔལ་འབྱོར་གྱི་འབྲེལ་བ་ཡར་རྒྱས་གཏོང་ཐབས་བྱེད་པའི་སྐབས་ཨ་མི་རི་ཀས་ཕེ་པིན་ལ་རྒྱབ་སྐྱོར་བྱེད་རྒྱུ་དེ་ནི་འབོད་སྨོན་བྱེད་ཐབས་མེད་པ་ཞིག་ཡིན་ཅེས་བཤད་ཡོད་དོ། དེ་ནས་སྦི་བྷི་སིའི་རྩོམ་ཡིག་དེའི་མཇུག་བསྡོམས་དེ་ལ་གཟའ་ཕུར་བུ་ཉིན་སྲིད་འཛིན་ཀྲམ་གྱིས་རྒྱ་ནག་གི་མི་དམངས་ཚོགས་ཁང་ཆེན་མོའི་ནང་གསོལ་སྟོན་ཞུ་རྒྱུ་དང། ད་དུང་ཀྲོང་ནང་ཁའི་ནང་དུ། Friendship Photo ཡང་ན་གྲོགས་པོས་བསྡུས་ཤིག་གི་པར་ཞིག་བསྒྲོན་རྒྱུ་ཡིན་པས་དེ་དག་གི་རྗེས་སུ་གཟའ་པ་སངས་ཉིན་ཙིན་ཀྲམ་དང་སྲིད་འཛིན་ཞི་ཅིན་ཕིན་ལྷན་དུ་ཇག་དང་ཉེན་ཁུངས་ཞལ་ལག་ལྷན་དུ་མཆོད་རྒྱུ་ཡིན་པ་རེད་འདུག་ཅེས་སྦི་སྦི་སི་ཡིས་ཁ་སང་ཉིས་སྟོང་ཉི་ས་དྲུག་ཟླ་བ་ལྔ་པའི་ཚེས་བཅོ་གསུམ་ཉིན་སྲིད་འཛིན་ཀྲམ་རྒྱ་ནག་ལ་ཕེབས་པའི་རྩོམ་ཡིག་དེ་བོད་སྐད་ཐོག་གི་རྣམ་པར་སྙན་སྒྲོན་ཞུས་ཡོད་པས། དེ་རིང་གི་གཉིས་སྟོང་དེ་ད་གར་མཚམས་བཞག་རྒྱུ་ཡིན། ང་ནི France ནང་གནས་སྡོད་བྱས་པའི་བོད་རིགས་ཤིག་ཡིན་པས་ངའི་མིང་ཡོན་ཏན་ཟེར་གྱི་ཡོད། དེ་རིང་གི་གཉིས་སྟོང་དེ་ཡག་པོ་འདུག་གོང་ན་དགའ་རྟགས་བསྣོན་པ་དང་རྒྱུ་སྐོར་བྱས་པ། གཞན་ཡང Subscribe གནང་རྒྱུ་མ་ཉེས་བ་གནང་རོགས་གནང། དགའ་དྲིན་ཆེ།